དེ་ནས་ཚོར་བའི་ཕུང་པོ་ཞེས་པ་ལ། དེའི་རྩ་བ་ཡིན་ན་རེག་པའི་ཡུལ་སྤྱོད་སེམས་སྟོང་སྤར་མ་ཅན། འདུས་ཏེ་རེག་པའི་རྐྱེན་གྱིས་ཚོར་བ་དཀྲུག། མཚུངས་འདི་ནི་སྒོ་ནས་དབྱེ་ཚུལ་རྣམ་པ་གཉིས། ཨོ། དེ་འདྲ་ཅིག་གསུངས་པ་རེད་ཚིག་རྐང་འདི་གསུམ་གྱི་ནང་དུ་ཕུང་པོ་ལྔ་ཡི་ནང་གི་ཨེ་ནི་ཚོར་བའི་ཕུང་པོ་གི་མཚན་ཉིད་དང་དབྱེ་བ་དེ་བཤད་ཀྱི་ཡོད་པ་རེད། རྩ་བའི་ནང་དུ་རེག་པའི་སྤྱོད་ཡུལ་ཟེར་བ་དེ་འདྲ་ཅིག་ལ་འདུག་སྤྱིར་བཏང་རེག་པ་ལ་བ་ཡིན་ན་ཐུག་པ། ཆད་པ། མྱོང་བ། ཨོ་དེ་འདྲ་གི་དོན་དག་ཁ་ཤས་ཡོད་པ་རེད། སྐབས་འདིར་རེག་པའི་སྤྱོད་ཡུལ་ལབ་དེ་གང་ལ་ང་ཚོ་ང་ཚོ་གང་ཟག་རྣམས་ཀྱི་བདེ་སྡུག་བཏང་སྙོམས་ཀྱི་ཚོར་བ་ཚོར་བ་དེ་མྱོང་བྱེད་དེ་ལ་རེག་པ་ཞེས་ལབ་ཀྱི་ཡོད་པ་རེད། ཨ་ནི་དེ་རེག་པ་གི་སྤྱོད་ཡུལ་རེད། དཔེར་ན་ལྕགས་ཀྱི་ཚེར་མ་ལྟ་བུ་ཞིག་ང་ཚོའི་ལུས་ལ་རེག་པ་ཡིན་ན། ཨ་ནི་ཚོར་བ་སྡུག་བསྔལ་བྱེད་ཀྱི་ཡོད་པ་རེད་སྐུའི་འཇམ་པོ་དེ་འདྲ་ཅན་ང་ཚོ་ལུས་ལ་རགས་པ་ཡིན་ན་ཚོར་བ་བདེ་བ་བྱེད་ཀྱི་ཡོད་པར་བྱས་ཙང་རེག་པ་ཟེར་བ་དེ་ཚོར་བ་བདེ་སྡུག་བཏང་སྙོམས་ཉམས་སུ་མྱོང་མཁན་ཚོར་བ་བདེ་སྡུག་བཏང་སྙོམས་ཡུལ་དུ་བྱེད་མཁན་དེ་ལ་རེག་པ་ཟེར་ལོག་གི་ཡོད་པ་རེད། འདི་ནི་སིམ་གདུང་བར་མ་ཟེར། སིམ་ཟེར་བ་དེ་བདེ་བ་གི་དོན་དག་རེད། གདུང་ལ་བ་དེ་སྡུག་བསྔལ་གྱི་དོན་དག་རེད། བར་མ་ལ་བ་དེ་བདེ་བ་དང་སྡུག་བསྔལ་གང་ཡང་མ་ཡིན་པ་དེ་རེད། དེ་ནས་འདུག་སྟེ་རེག་པ་ཟེར་ལ་བ་ཡིན་ན། ཡུལ་ལུས་དབང་རྣམ་ཤེས་གསུམ་འདུས་ནས། ཚོར་བ་དེ་མྱོང་གི་ཡོད་པ་རེད། དཔེར་ན། མིག་གི་དབང་དུ་བྱས་པ་ཡིན་ན། དེ་ནི་དབང་པོ། ཡིད་ཅན་དབང་ཤེས། ཡུལ་གཟུགས་དེ་གསུམ་འདུས་ནས། ཡུལ་དེ་མཛེས་པོ་ཡིན་མི་མཛེས་པ་ཡིན་ནི་མཛེས་པ་ཡིན་ན་བདེ་བ་བྱུང་བ་དང་མི་མཛེས་པ་ཡིན་ན་ནི་མི་བདེ་བ་བྱུང་བ་ལ་སོགས་པ་དེ་ནི་ཡུལ་དབང་རྣམ་ཤེས་སུ་འདུ་ནས་བྱུང་གི་ཡོད་པ་རེད་ཡིན་ཙང་འདུ་དེ་རེག་པ། ད་ནི་འདུ་དེ་རེག་པའི་རྐྱེན་གྱིས་ཚོར་བ་ཞིག་ལབ་ཀྱི་ཡོད་པ་རེད། དེ་ཡང་གཅིག་པ་རེ་ཡུལ་དབང་རྣམ་ཤེས་གསུམ་འདུ་ནས་རྣམ་ཤེས་དེ་ཡུལ་ལ་བཟུང་བ་དེའི་ཚེ་ན་ཡུལ་དེ་གཟུགས་ལ་མཚོན་པ་ཡིན་ན་འཛིན་མི་འཛིན་ཅི་རིགས་ཀྱི་སྒོ་ནས་འཛིན་པ་པོ་གང་ཟག་ལ་ཚོར་བ་བདེ་སྡུག་བཏང་སྙོམས་ཅི་རིགས་འབྱུང་གི་ཡོད་པ་རེད་འདུག་དེ་རེག་པའི་རྐྱེན་གྱིས་ཚོར་བ་ཟེར་ན་དེ་འདྲ་ཅིག་རེད། ད་ནི་ཚོར་བ་ལ་ཡིན་ན་ག་ཚོད་ཡོད་པ་རེད་ཟེར་ལབ་པ་ཡིན་ན་སེམས་སྟོང་བར་མ་གསུམ་ཚོར་བ་བདེ་བ་དང་སྡུག་བསྔལ་བར་མ་གསུམ་ཡོད་པ་རེད། ཚོར་བ་ལ་བདེ་སྡུག་བཏང་སྙོམས་གསུམ་དུ་དབྱེ་བ་འདི་སྤྱིར་བཏང་གི་ཐམས་ཅད་དེ་འདྲ་རེད། ལུས་ཕྱི་འཁོར་གྱི་ཚོར་བ་དབང་ཤེས་ལྔ་དང་འབྲེལ་བའི་ཚོར་བ་ཡིན་ན་ཡང། ཚོར་བ་བདེ་བ་དང་སྡུག་བསྔལ། བར་མ། དེ་གསུམ་གང་རུང་རེ་འདོད་ཡོད་པ་རེད། ཡིད་ཤེས་དང་འབྲེལ་བའི་ཚོར་བ་ཡིན་ན་ཡང། བདེ་བ་དང་སྡུག་བསྔལ་ཡང་ན་བར་མ། གང་རུང་རེ་འདོད་ཡོད་པ་རེད། དེ་ནི་ཚོར་བ་ལ་རྟེན་གྱི་དབྱེ་བ་བྱས་པ་ཡིན་ན་དབང་བཞིའི་འཁོར་གྱི་ཚོར་བ་དང་ཡེ་ཤེས་འཁོར་གྱི་ཚོར་བ་གཉིས་སུ་ཕྱེ་བ་ཡོད་པ་རེད། ལུས་བཞི་ཀྱི་ཚོར་བ་དང་ཡེ་ཤེས་ཀྱི་ཚོར་བ་ཞེས་ལབ་ན་ཡང་འགྲིག་གི་ཡོད་པ་རེད། དེ་ནི་མཚུངས་ལྡན་གྱི་དབྱེ་བ། ཨ་ནི་དབང་བཞི་དང་མཚུངས་ལྡན་གྱི་ཚོར་བ་དང་ཡེ་ཤེས་དང་མཚུངས་ལྡན་གྱི་ཚོར་བ། དཔེར་ན་མིག་གི་རྣམ་པར་ཤེས་པའི་འཁོར་གྱི་ཚོར་བ་དེ་དབང་བཞི་དང་མཚུངས་ལྡན་གྱི་ཚོར་བ་རེད་བསྡད་ཡོད་པ་རེད། དེ་ནི་ཡིད་ཀྱི་རྣམ་པར་ཤེས་པའི་འཁོར་གྱི་ཚོར་བ་སྟེ་ཡིད་ཤེས་འཁོར་གྱི་ཚོར་བ་རེ་བསྡད་ཡོད་པ་རེད། དེ་ནས་གསུམ་པ་ཉེར་འཕོང་ལ་ཆགས་པས་འདོད་པ་དང་མཚུངས་ལྡན་གྱི་ཚོར་བ་ཟེར་ལབ་པ་ཡིན་ན་འདོད་ཆགས་དང་མཚུངས་ལྡན་གྱི་ཚོར་བ་དེའི་ནང་ནས་ཀྱང་ཟག་བཅས་ཉེར་ལེན་གྱི་ཕུང་པོ་རང་ཉིད་ཀྱི་གང་ཟག་རང་ཉིད་ཀྱི་རྒྱུད་ཀྱིས་ཟག་བཅས་ཉེར་ལེན་གྱི་ཕུང་པོ་གང་ཟག་རང་ཉིད་ཀྱི་རྒྱུད་ཀྱི་ཕུང་པོ་ལ་ཆགས་པ་དང་བཅས་པའི་སོ་སོ་སྐྱེ་བོ་བརྒྱད་ཀྱི་ཚོར་བ། འོ་དེ་ལབ་གི་ཡོད་པ་རེད། ཨ་ནི་ཉེར་འཕོང་ལ་ཆགས་པ་དང་བྲལ་བའི་འཕགས་རྒྱུད་ཀྱི་ཚོར་བ་ཟག་བཅས་ཉེར་ལེན་གྱི་ཕུང་པོ་ལ་ཆགས་པ་མེད་པས་འཕགས་པའི་གང་ཟག་གི་རྒྱུད་ཀྱི་ཚོར་བ་འོ་དེ་རེད་དེ་ཡོད་པ་རེད། དེ་ནི་གཡུལ་གཟུགས་སོགས་ལ་ཆགས་པ་དང་མཚུངས་ལྡན་གྱི་ཚོར་བ་ཆགས་པའི་རྟེན་བྱེད་པ་ཨ་སི་ལབ་པ་རེད། ཨ་ནི། ཕྱི་རོལ་གྱི་གཡུལ་གཟུགས་སོགས་བསྟོད་བསྔགས་ལ། ཆགས་པ་དང་བཅས་པའི་སོ་སྐྱེ་གི་རྒྱུད་ཀྱི་ཚོར་བ་དེ་ཆགས་པའི་རྟེན་བྱེད་ཀྱི་ཡོད་པ་རེད་ག་རེ་ལབ་ན་ཆགས་པ་སྦྱིན་མ་ཨ་ནི་ཚོར་བ་ཁོ་རང་ཨ་ནི་འདོད་ཆགས་གཅིག་དང་མཚུངས་ལྡན་རེད་དེ་ཡོད་པ་རེད་འདོད་ཆགས་གཅིག་དང་མཉམ་དུ་ཡོད་པ་རེད་ཨ་དེ་མ་ཚད་རང་ཉིད་ཕྱི་རོལ་གྱི་ཡུལ་གཟུགས་མཛེས་པ་ལ་སོགས་པ་ལ་ཆགས་པ་ཡིན་ཙང་ཨ་ཚོར་བ་དེ་ལ་བརྟེན་ནས་ཆགས་པ་སྦྱིན་མ་ཡང་སྐྱེ་ཡོང་གི་རེད། ཡིན་ཙང་དེ་ཆགས་པའི་རྟེན་བྱེད་པའི་ཚོར་བ། དེ་ནི་ཡུལ་གཟུགས་སོགས་ལ་ཆགས་བྲལ་གྱི་འཕགས་རྒྱུད་ཀྱི་ཚོར་བ་ངེས་འབྱུང་གི་རྟེན་བྱེད་པ། འཕགས་པ་རྣམས་རང་ཉིད་ཀྱི་ཕུང་པོ་ལ་ཆགས་པ་དང་བྲལ་བ་མ་ཟད། གཟུགས་མཛེས་པ་ལ་སོགས་པ་ཕྱི་རོལ་གྱི་ཡུལ་ཐམས་ཅད་ལ་ཡང་ཆགས་པ་དང་བྲལ་བ་རེད། ཡིན་ཙང་ཁོང་རྣམས་ཀྱི་རྒྱུད་ཀྱི་ཚོར་བ་དེས་ཆགས་པ་ཇི་མ་སྐྱེས་པའི་རྟེན་བྱེད་ཐུབ་ཀྱི་ཡོད་པ་མ་རེད། ཆགས་པ་རྗེས་མ་འདྲེན་གྱི་མ་རེད། མདོར་ན་ཚོར་བ་ལ་རྩ་བའི་ཆ་ནས་གསུམ་ཡོད་པ་རེད་ཚོར་བ་བདེ་བ་དང་སྡུག་བསྔལ། བཏང་སྙོམས་བཅས་གསུམ་ཡོད་པ་རེད། ཡང་ན་ཚོར་བ་དེ་དག་ལྔ་རུ་དབྱེ་བ་ཕྱིན་ན་ཡང་འགྲིག་གི་ཡོད་པ་རེད། ལུས་ཤེས་ཀྱི་ཚོར་བ་བདེ་བ་དང་སྡུག་བསྔལ། ཡིད་ཤེས་ཀྱི་ཚོར་བ་ཡིད་བདེ་དང་ཡིད་མི་བདེ། དེ་ནི་ཚོར་བ་བཏང་སྙོམས་བྱས་ནས་ཚོར་བ་དེ་ལྔ་རུ་ཕྱེ་ན་ཡང་འགྲིག་གི་ཡོད་པ་རེད།